ད་ད་རྒྱང་དུ་དར་མ་ཚོགས་པ་ཆགས་སོང་བ་དེ་འདྲ་ཡིན་ན་ད་རྒྱ་བ་ལོགས་སུ་མི་ཁ་ཤས་ཤིག་རྐང་ཁ་ཤས་ཤིག་ལ་མི་དེ་མི་འདུག་དེ་གའི་དར་མ་ཚོགས་པ་སྔོན་ནས་རྒྱ་མི་རུ་རང་གིས་བེད་སྤྱོད་བཏང་ཤེས་པ་ད་བོད་མི་འདི་ཚོ་གཏོར་བཤིག་བཏང་ག་ལ་ཡོང་གི་འདུག་བ་དེ་ག་དེ། ཨ་ནི་ཞི་ཅིན་ཕིང་གི་ཞི་ཅིན་ཕིང་དང་ཁོ་རང་གི་ཨ་ནི་ནང་མི་གཙོས་པའི་ནང་མི་ལྷན་རྒྱས་གཙོས་པའི་ཚང་མ་ལོགས་ལ་ངས་ཨ་ནི་རྦད་དེ་སྙིང་ཐག་པ་ནས་ཚང་མ་ལོགས་འཚམས་འདྲ་ཞིག་ལས་ཞུ། དང། སྲིད་འཛིན་ཞི་ཅིན་ཕིང་གིས་ཞི་ཅིན་ཕིང་དང་ཁོ་རང་གི་ནང་མི་གཙོས་པའི་ནང་མི་ལྷན་རྒྱས་གཙོས་པའི་ཚང་མ་བློ་ལ་ངེས་ཨེ་ནི་བས་ཏེ་སྙིང་ཐག་པ་ནས་ཚང་མ་ལོ་སམ་བཀྲ་ཤིས་ལེ་ཞུ།
ཚོ་ལ་སྐྱབས་བཅོལ་བའི་ཚབ་ལ་རོལ་བ། ཁ་ཆེར་ཁོང་ཚོ་ལ་སྐྱབས་བཅོལ་བ་རེད་ང། སྐྱབས་སུ་ཆེ་ཁ་ཆེར་ལོག་བ་རེད་ང། དེའི་དུས་དེང་སང་ངེད་ཀྱི་འདི་ཀ་ས་སྨོན་ལམ་རྒྱལ་དེའི་རུ་བ་བརྗེ་བོ་བརྗེ་བོ་རྒྱལ་ཡོད་ད། བླ་མ་ཁ་ཤེས་ལ་སྐྱབས་སུ་ཆེ་སངས་རྒྱས་ལ་སྐྱབས་སུ་ཆེ་ཆོས་ལ་སྐྱབས་སུ་ཆེ་དགེ་འདུན་ཁ་ཤེས་ལ་སྐྱབས་སུ་ཆེ། དགེ་འདུན་པ་ཀླུའི་འདྲ་བོ་དེ་ཚོ་ལ་རོ་སྐྱབས་སུ་ཆེ་མེད་ད་ཁྱེད་ཚོ་ལ་སྐྱག་པ་བཟོ་ལ་ཡིན།
ཨོ་བཀྲ་ཤིས་ལེ། ད་ཡང་དེ་རིང་ཡང་འགྱོ།
ད་ཡང་སྤྱི་འཐུས་ཞིག་ལེན་དུ་ཡོང་རེད། སྤྱི་འཐུས་ཀྱི་ལས་ཐོག་པ་གཅིག་གིས། སྔོན་ལས་བྱེད་ན་ནི་བོད་གཞུང་གི་སྲིད་བྱུས་གཏན་ལ་ཕབ་བྱ་བའི་གི་དེ་ནི་དབུ་མའི་ལམ་འདི་གང་ལ་ཡག་ད། དེ་ནི། འགྲོ་དགོས་ཡག་གཅིག་ལ་ཡག། ཨ་ནི་དེ་ད་རང་བཙན་རྩོད་བྱེད་ཨ་ནི་དེ SFD གི་ད་བོད་བོད་རིགས་ཁ་སོ་རེད་བོད་སློབ་ཕྲུག་ཚོགས་པའི་རང་བཙན་སློབ་ཕྲུག་ཚོགས་པའི་གི་ཨ་ནི་གོ་བྱེད་ཡིན་བྱེད་བྱེད་ནིའུ་ཡོག་ནང་ལ་ཡ་ད་རྒྱ་མི་དཔོན་པོ་ད་ལྟའི་སྲིད་འཛིན་ལས་ཐོག་པ་ཞི་ཅིན་ཕིང་དེ་ཕེབས་པའི་སྐབས་ལ་ཡ་ཨ་ནི་ངོ་རྒོ་བྱེད་དགོ་རེད་བོད་པ་ཚང་མ་ཡོང་དགོ་རེད་ང་ཚོ་བོད་པས་ངོ་རྒོ་བྱེད་ཀྱི་ཡོད་བྱེད་བྱེད་བན་དེ་ཁ་གསང་པོའི་དོ་ན་བཤད་ཀྱི་འདུག་བ་ངས་དེ་ཐ་གཅིག་ཏུ་ནོར་བ་རེད་བསམ་ཀྱི་འདུག་ང་རེ་སྒེར་གྱི་ཆ་ལ་དེ་ལ་ཡ་ཐ་གཅིག་ཏུ་ངོ་རྒོ་ཡོད

འདི་སྨོན་ལམ་གྲགས་ཅན་རེད་སྨོན་ལམ་གྲགས་ཅན། སྨོན་ལམ་གྲགས་ཅན་གྱིས་ད་ཁྱེད་སྤྱི་འཐུས་ནང་ང་ཚོ་བཤད་དགོས་ཨ་ཡོད་པ་ཧ་གོ་གོ་རུ་བ་ཁྱེད་རང་སྤྱི་འཐུས་ཧྲ་ར་པ་ར་རུ་བ། སྤྱི་འཐུས་ནང་གི་སྨོན་ལམ་གྲགས་ཅན་གྱིས། ཨ་ནི། ག་སུ་བ་རེད་ཨ་ད་ཁོ་ག་ས་མི་དེ་མིང་ལི་ཡ། ད་ད། ད་ད་སྤྱི་འཐུས་ཚོགས་གཙོ་བྱེད་མཁན་ཞིག་འདུག་བ། ཨོ། འདི་ལི་ཡ་ལྟར་ལབ་ཅིག་ཁོང་ཚོ་གཅིག་ཏུ་གྱུར་ནས་མཉམ་འདོགས་བྱས། ཨོ་ཁོ་ལི་ཡ་ཤེས་བྱ་བ་ཞིག་རེད་མ་གཏོགས་ཅི་གི་འདི་ག་ཞིག་ནས་ཤེས་ལ་ཚེ་ཟླ་སྒྲོན་ཤེས་གླིང། ལ་ང་ཚོའི་ད་ང་ཚོའི་སྲིད་སྐྱོང་ལི་ཡ་ད་ག་ད་འདི་ངོ་རྒོ་བྱས་ཡོང་དུས་ཁོ་ཟླ་སྒྲོན་ཤེས་གླིང་གི་ན་ས་འདི་གི་ག་ད་ཨོ་འདི་བྱས་པ་རེད་མ་གཏོགས་ཅི་གི་ཨོ་ད་ཨ་ན་ཞག་གོ་ཅིག་མེད་དོ་ཨོ་ས་འདི་སྐད་ལི་འདི་རེད་ད་ག་གན་ད་ཚིག་གཙང་མ་རྒྱབ་ཚར་གྱོ་དེ་འདྲ་རེད་ང་ཚོ་ག་གན་ཨོ་ད་ངས་ང་འདི་རེད་ནམ་གྱི་བུ་ལོན་ཉག་ཉག་དེ་འདྲ་མེད་ཨོ་འདི་རེད།